གཞོན་ནུ་ལྷན་ཚོགས་ལ་སྡེ་དགེ་བཙུན་ཞབས་བཅུ་ཞུ་ཡས་ཀྱི་ལང་ཀ་ཅིག་འདུག་ན། བུད་མེད་སྒྲིག་འཛུགས་ཀྱི་སྤྱི་འཐུས་ལ་ཡང་ལང་ཀ་དེ་ཡོད་པ་རེད་ཨ་ཡིན་གཅིག་མིན་གཅིག་མི་གཅིག་སྤྱི་འཐུས་རྒྱུན་ལས་ལོ་ལྔ་བྱེད་དགོས་ཡོད་མ་རེད། ཀོ་རེ་གྱིས་གྱིས་གྱིས་བྱས་ཡོད་རེད་དུས་ཚོད་བཏང་ཐུག་ཉེ་ཅིག་བསྡད་ན་འགྲིག་གོ་འོ་དེ་རེད་ད་ང་ར་བསྡད་དགོས་གོ་རེད་བོད་སྐད་ལ་ཡང་བསྡད་རྒྱུ་གོ་སྐབས་ཅིག་ཞུ་དགོས་གོ་རེད་ག་རེད་ཟེར་ན། ང་ཚོ་གྲོས་ཚོགས་ཚོགས་པའི་སྐབས་ལ་ཡང་སྔོན་རྩིས་ཀྱི་ལོ་འཁོར་སྔོན་རྩིས་དེ་གཙོ་བོ་ཅིག་རེད་ཨ་གཞན་པ་ང་ཚོ་སྤྱི་ཡ་སྤྱི་བཏང་གི་གྲོས་ཚོགས་ཚོགས་ཀྱི་ཡོད་དེ་ལས། ནམ་རྒྱུན་དུ་ནས་ཨ་ནེ་རྒྱུ་འགྲུལ་དེ་ག་དུས་འགྲུལ་རེད་ད་ནང་ཆེན་གྱི་བཀའ་གྲོས་མང་པོ་ཞིག་སྤྱི་འཐུས་བི་ལེ་རྒྱུ་ནས་བྱེད་གོ། དེའི་ནང་ལོགས་ལ་ཕྱི་རྒྱལ་གྱི་སྤྱི་འཐུས་མེད་དུས་སམ་པ་ལ་ཡ་ད་ཕྱི་རྒྱལ་བི་ཀའི་རྒྱུ་ལས་བསྡད་པ་ཡིན་ན་ནས་འདི་མང་པོ་བྱེད་དགོས་གོ་རེད་ཡི་གེ་བྲིས་དགོས་ཡ་མང་པོ་ཡོད་རེད་ཡིག་ཆ་བཟོ་དགོས་ཡ་མང་པོ་རེད་དེ་སམ་པ་ཡང་ཁོ་ཕྱི་རྒྱལ་ལ་བསྡད་ནས་བི་དོ་ཀོན་ཕུ་རན་སི་བྱས་ནས་མཉམ་ཞུ་རྒྱུ་ལས་དེ་ད་བྱེད་འདུག་མ་རེད་དེ་ཁོ་རང་གསུངས་པ་དེ་དངོས་གནས་སུ་རེད་ད་བྱས་ན་བྱས་པས་ད་ག་ནང་འདི་ཕྱི་ཚང་ང་ཚོས་ག་ལ་གོ་ལ་ན་དེང་གི་ཉིན་གོང་དུ་ཞུས་སོ། ཆོས་བརྒྱུད་རེ་རེ་ལ་སྤྱི་འཐུས་གཉིས་གཉིས་མ་བྱོན་མ་རེད་དེ་ལས་སྤྱི་འཐུས་གཅིག་རྒྱུན་ལས་འདེད་དགོས་རེད། ང་ཚོ་ཕྱི་རྒྱལ་སྤྱི་འཐུས་ལྔ་ཡོད་རེད་ད་ལྔ་ཡར་སྤར་ནས་བཅུ་བཟོས་ན་འདི་ནང་ལོག་ནས་མི་གཅིག་གཅིག་ག་དུས་ཡིན་ན་ལས་ཉུང་བྱུང་ན་གཉིས་ཞིག་སྐོར་སྐྱེ་གི་སྐྱེ་གི་དེ་ཡིན་ན་རེད་ཡོད་ད་མི་གཅིག་ལོ་ལྔ་ཆར་འདེད་ཀྱི་ཡིན་ན་རེད་དེ་སྐོར་ལྟ་ཆོག་གི་རེད་བ་ང་རང་ཚོ་ནང་ལོག་ལ་ཡ་གཏུགས་སུ་དེ་བས་གལ་ཆེན་པོ་རེད་དེ་ཡིན་གྱི་མིན་གྱི་སྒུག་གི་ཡོད་རེད་ད་འདི་འགོ་བ་ཕྱེ་བ་ལ་ཡ་ཨ་ལས་དང་པོ་ཕྱི་རྒྱལ་སྤྱི་འཐུས་གྲངས་ཀ་དེ་སྤར་དགོས་གི་རེད་ཕྱི་རྒྱལ་སྤྱི་འཐུས་གྲངས་ཀ་དེ་འཕར་སོང་ན་ཨ་ནི་རྒྱུན་ལས་ཀྱི་སྐད་ཆ་དེ་ལས་ལེགས་པ་རེད་ད་དེ་ཚོ་ཚང་མ་བཅའ་ཁྲིམས་བསྒྱུར་བ་དང་ཡང་གི་དབང་ཚད་ཇི་འདོད་ང་འདི་གང་ལ་ཡར་གྲོས་ཚོགས་ནང་ཁྲིམས་འཆར་བཏོན་རྐྱང་བྱེད་ཡིན་པ་ད་ད་བཏོན་ཐུག་གི་ཡིན་ན་མི་ཤེས་ཡིན་ནའི་རྗེས་མ་ད་ག་འདི་ལོ་ལྔ་ཡོལ་བ་འདི་གཉིས་ལ་ཡར་ད་ཅིག་ག་ཚོད་བྱུང་ན་ཡོད་མ་བྱུང་ལོས་ཡོད་མ་འདུག་ཅིག་འདི་དུས་བཏོན་དུས་བསམ་པ་ལ་ཡར་ཨ་ནི་དེས་ང་ང་ཉིད་མདོ་ཡི་ངའི་ཕྱི་རྒྱལ་སྤྱི་ཏི་ཚང་མ་རྒྱབ་སྐྱོར་གནང་དང་གནང་ཞེས་ཨོ་རྡུ་སང་ཞོག་ཁོ་རང་དང།